འཛམ་བུ་གླིང་འདིའི་ནང་ལོ་ལ་སེམས་ཅན་ཞེ་སྣང་ཆེ་ཤོས the most dangerous animal in the world སུ་རེད་ཟེར་བ་ཡིན་ན་མི་རེད། དེ་ཡིན་དགོས་ཡ་གི་དགོས་པ་རྒྱུ་མཚན་ག་རེ་ཡིན་མེད་དེ་དེ་རིང་གི་བརྙན་ཐུང་འདི་ད་ག་རང་ཡིན། བཀྲ་ཤིས་ལེ་མི་དམངས་རྣམས་པ་ཚོ། དེ་རིང་གི་བརྙན་ཐུང་འདི་འཛམ་བུ་གླིང་འདིའི་ནང་ལོ་ལ་སེམས་ཅན་ཞེ་སྣང་ཆེ་ཤོས་དེ་སུ་རེད་ཟེར་བ་ཡིན་ན་མི་ཟེར་ངེས་དེ་རེད་འགྲོ་བ་མི་ཟེར་ངེས་དེ་རེད། དེ་ཧིན་ཀོ་ཨེར་གྱི་གྱོད་པ་རྒྱུ་མཚན་གྱིས་ཁ་རེ་སི་ན་ན་འབྲེལ་བ་མེད་ཀི་སོད་སོད་ཀི་དགོས་མཁོ་དོན་དག་སྒྲུབ་ཡ་དོན་དག་ལ་ཨ་ནི་ཡར་རྒྱས་སི་ལ་བྱས་བྱས་ཨིན་ཇི་ཀེ་མ་སི་ན Development ལ་བྱས་བྱས་བྱས་ཁང་པ་རྫིག་པོ་མོ་ཏྲ་རྫིག་པོ་ལང་ཀ་རྫིག་པོ་དེ་འདྲས་བཟོས་ཙང་ཨ་འཛམ་བུ་གླིང་འདི་ན་ལོ་ལ་ཨ་ནི་ཁོར་ཡུག་ལ་གནོད་སྐྱོན་ཚབས་ཆེ་བྱུང་ཡོད་ཙང་བྱུང་བ་ཞིག་གིས་ཐ་དད་ཀྱི་གནོད་སྐྱོན་ཚབས་ཆེན་ག་བ་ག་ས་ལ་བྱུང་སྟེ་བའི་དམིགས་བསལ་ཐ་དད་ཀྱི་ཀུ་ལུ་མ་ན་ལི་དང་ཧི་མ་ཅལ་དང་ཨུ་ཏ་ར་ཀན་དྷ་ས་ཆ་མང་པོ་ལམ་ལ་ཆུ་ལོག་གི་གནད་སྐྱོན་ཚབས་ཆེན་བྱུང་ཡོད་ཙང་ཐ་དད་ཆ་ལ་ཁང་པ་མང་པོ།

སྤྲིན་པ་འགའི་ལས་དེ་ག་འདྲས་བྱུང་གི་ཡོད་མེད་དེ་ནི་ང་ཚོར་དྲི་བ་དེ་ཆེན་པོ་ཆགས་བསྡད་ཀྱི་ཡོད་རེད། ནམ་རྒྱུན་ཚོ་ང་ཚོའི་ཧ་གོ་དེ་དེ་སྤྲིན་པ་དང་ཆར་བ་ག་འདྲས་ཡོང་གི་ཡོད་མེད་ཧ་གོ་རེད། ད་ཆར་བ་ཡོང་སྟངས་དེ་ཉི་མས་ཀྱི་དྲོད་དེ་གཡས་གཡོན་གྱི་མཚོ་དང་ཆུ་ལ་ཤུགས་ཆེན་པོ་ཞུགས་ཆགས་བྱས་རྗེས་དེའི་གྱི་རླངས་པ་དེ་ཡར་ནམ་མཁའ་ལ་འགྲོ་བྱས་རྗེས། འདི་གི་རྗེས་ལ་ཨ་ནི་མཁའ་རླུང་ན་ཡོད་པའི་ཆུའི་རླངས་པ། Humidifier། འདི་ཨ་ནི་ཞྭ་ཟན་འགྲོ་ཆགས་བྱེད་བྱེད་བྱེད་ཨ་འདིའི་ལ་ཁར་ལོའི Law of Thermodynamics ལ་འགྲོ་བ་རེད། འདིས་ཨ་ནི་ས་ཆ་མཐོ་ས་ནས་ས་ཆ་མཐོ་ས་ནས་ཨ་ནི་མ་ས་ཆ་དམའ་ས་ལ་འགྲོ་བྱེད་རིའི་ཡན་འདུ་བ་ལ་ཨ་ནི་བག་འགྲོ་གི་ཡོད་རེད་ཟེར་བྱེད་ལབ་ཀྱི་ཡོད་རེད། དཔེ་ཆ་ས་ཆ་མཐོ་ས་དེ་པན་ཇབ་བྱས་ས་ཆ་དམའ་ས་དེ་ཧི་མ་ཅལ་ལ་དཔེ་བཞག་པས་ན་མ་འགྲིག་པ་ཁེལ་ཡོད་མ་རེད། དེ་འདྲ་སོང་ཚེ་མ་ས་ཆ་དམའ་ས་ལ་སླེབས་པའི་སྐབས་ལ་ས་ཆ་དམའ་ས་ལ་འདི་གི་གྲངས་ཚད་དེ་ཚ་ལོས་དེ་ཉུང་ཉུང་ཞུས་ཡོད་ཙང་སྤྲིན་པ་འདྲའོ་ཆགས་འགྱུར་ཁོག་རེད། ད་སྤྲིན་པ་འདྲའོ་ཆགས་འགྲོ་རྒྱུ་དེ་ག་ལི་ག་ལི་ག་ལི་སྤྲིན་པ་ཆགས་བསྡད་རྒྱུ་ནི་རྫུན་མ་ཆགས་བ་ལ་བབས་མ་ཐུབ་བྱས་རྗེས་སྤྲིན་པ་ཚང་མ་མཉམ་དུ། དེབ་ཅིག་ལ་ཀླད་ཡག་གི་གནས་ཚུལ་བྱུང་ཁོག་རེད་དེ་འདྲས་ཀྱི་ཀླད་ཡག་གནས་ཚུལ་བྱུང་བའི་སྐབས་ལ་སྤྲིན་པ་ཚང་མ་གཅིག་གཅིག་ལ་བརྡབ་བྱེད་བྱེད་བྱེད་འདི་གི་ཆར་བ་ཡོད་དེ་མ་ཁྱོག་བྱེད་བྱེད་བྱེད་འདི་གི་ཆར་བ་དེབ་ཅིག་ཁོ་རང་ས་ཆ་གཅིག་ནང་ལ་མ་གཡུག་ཁོག་རེད་དེ་ལ་སྤྲིན་པ Gavas ཨིན་ཇི་སྐད་མ་ཟེར་ན Cloud Burst ལས་དེ་རེད། ད་དུང་ད་ངས་རྣམ་པ་ཚོར་འགྲེལ་བཤད་ཆ་ཚང་ཅིག་བརྒྱབ་ས་བས་ཡིན། ད་ཉིས་སྟོང་བཅུ་གི་རྗེས་ལ་ཉིས་སྟོང་བཅུ་གི་སྔས་ལ་ཡི Cloud Burst མང་པོ་བྱུང་བ་རེད་ཉིས་སྟོང་བཅུ་གི་རྗེས་ལ་ང་ཚོ་དྲན་པ་རྣ་ལ་སོས་བསྡད་པའི་གནས་ཚུལ་ག་ཤེད་ཅིག་ཡོད་རེད་འདི་ངས་རྣམ་པ་ཚོར་ལ་དང་པོ་དེ་བཤད་ཆོག་ཅིག་ཞེས་བས་ཡིན། དང་པོ་དེ་ག་རེད་ཟེར་ན་ཉིས་སྟོང་བཅུ་ལོ་ལ་ལ་དྭགས་ལ་ལ་དྭགས་ལ་ཡའི་ས་ཆ་ཅིག་ལ་ནམ་རྒྱུན་ཆར་བ་རྩ་བ་ཉིད་ནས་རྒྱག་གི་ཡོད་མ་རེད་ཡིན་ནས་ཕ་སྐད་ལ་འཕྲིན་པ་ཅིག་གས་པ་རེད།

ལ་དྭགས་ཀྱི་ལས་གྲོང་ཁྱེར་ད་ལས་ཁོ་རང་གྲོང་སྡེ་ནང་ལོགས་ལ་ཡང་གནས་ཚུལ་ཚབས་ཆེན་པོ་དེ་འདྲས་ཅིག་བྱུང་བ་དང་ད་ག་ནས་བཞིན་གྱི་ཕལ་ཆེར་མི་ཉིས་བརྒྱ་ལྷག་འདས་གྲོངས་ཕྱིན་ཡོད་པ་དང་མི་བརྒྱ་ལྷག་ཅིག་གར་སོང་ཆ་མེད་ཕྱིན་ཡོད་པ་དང་ཁྱོན་བསྡོམས་བརྒྱ་ཆ་བརྒྱ་བལྟ་བས་ན་མི་དགུ་སྟོང་ལྷག་ཅིག

ང་ཚོའི་ཁོར་ཡུག་ལ་གཏོར་བཤིག་བཏང་ཡོད་ཙང་སྐད་བརྡ་ནག་ལ་བྱུང་དགོས་པའི་རྒྱུ་མཚན་གཅིག་དེ་རེད། ཅེས་ཤུགས་ཆེན་པོས་ཞུ་བཞིན་ཡོད། འདིའི་རྗེས་ལ་སྐད་བརྡ་ནག་ལ་མི་མང་པོ་ཅིག་གྲོངས་པ་རེད། ས་ཆ་ཡིན་པ་ནས་ས་ཆ་དཔེ་ནམ་རྒྱུན་དཔེ་ཁང་པ་མགྲོན་ཁང་མང་པོ་ཡོད་དེ་བ་སེ་གཙང་གཙང་རིང་རིང་བཟོ་དགོས་པའི་གནས་ཚུལ་བྱུང་བ་རེད་དེ་འདྲ་སོང་ཚེ་སྐད་བརྡ་ནག་གི་གནས་ཚུལ་འདི་ང་ཚོ་མི་ཚང་མས་ཀྱི་ཧ་གོ་དགོས་པའི་གནས་སྟངས་རེད། འདིའི་རྗེས་ལ་སྐད་བརྡ་ནག་གི་བྱུང་བའི་གནས་ཚུལ་འདི་ཚོ་ཆ་ཚང་ཅིག་སུ་ཤང་སིང་རཱཇ་པུ

གྲོང་ཁྱེར་གྱི་འཆར་གཞི་ལས་ཁུངས་ཀྱི Town and Planning Commission གྱི་ལས་ཁུངས་ཀྱིས་དེ་ཚོ་འཆར་གཞི་དང་ལྡན་པའི་ཐོག་ནས་བཟོས་ཐུབ་ཡོད་མ་རེད། དེ་བཟོས་མ་ཐུབ་པའི་སྐབས་ལ། དེའི་གི་མིའི་གི་ཁང་པ་འདྲི་གསར་བཟོ་བྱས་ཡ་དང། རི་གཅིག་གང་ལ་ད McLeodganj དེ་རི་གཅིག་ག་ལ་ཆགས་བསྡད་ཡོད་རེད། རི་གཅིག་ག་ལ་ཆགས་བསྡད་པའི་སྐབས་ལ་རི་དེ་གི་ཁང་པ་ག་ཚོད་འཁྱོག་དགོས་རེད། ཁང་པའི་གང་ལ་ཁང་པ་ཁང་པ་ཁང་པ་ཁང་པ་བརྒྱ་བསྡད་པ་ཡིན་ན་ཨ་རི་དེ་ཁང་པ་འཁྱོག་ག་ཡོང་མ་རེད། ཨ་ཉིས་སྟོང་བཅོ་ལྔ་ལོ་ལ་ཨ་ནི་ཕལ་ཆེར་ང་ས་གནས་འགོ་འཛིན་ཡིན་པའི་སྐབས་ལ་དེད་ཀི་ཨ་ནི་མ་རྒས་ལ Geologist Scientist དེ་འདྲས་ཀི་ཞིབ་འཇུག་བྱས་བྱས་བྱས་ག་རི་ལ་ཡོད་རེད་ལབ་པ་ཡིན་ན་ཨ་ནི Megalodgons གི་རི་དེ་ཀི་གང་ལ་ཨ་ནི་ཁང་པ་མང་པོ་བརྒྱབ། ཤིང་སྡོང་མང་པོ་གཏུབ་ཨ་ནི་ས་དེ་མང་པོ་ཤུགས་ཀྱིས་དྲུད་ཡོད་ཙང་ཨ་ནི་ཁང་པ་མང་པོ་བརྒྱབ་པའི་རྐྱེན་ཀི་ཨ་ནི་རི་དེ་ནང་ལོགས་ལ་ཨ་ནི

གལ་སྲིད་ཨན་དེ་འདྲའི་གི་འགྲོ་སྟངས་དེ་ཡོང་བ་ཡིན་ན་ལོ་བཞི་བཅུ་ལྔ་བཅུའི་ནང་ལ་མེག་ལོར་ག་ཞིག་ལ་དེ་རྩ་མེད་འགྲོ་ཡ་གི་ཉེན་ཁ་དེ་འདྲ་ཡོད་རེད། གཅིག་ལ། ད་ཧ་ནས་ཤིང་གི་ཨནི་རི། རི་ག་འབྲི་བྱེད་པ་ཡིན་ན་ཡང་ཨན་ཆར་ཆུ་ཤུགས་ཆེན་པོ་ཞུ་བྱེད་རྒྱ་དེ་ཡོད་ཡིན་ན་དེ་ཚོ་སྲུང་སྐྱོབ་བྱེད་ངེས་ཡོད་ན་མེད་ན་དེ་ག་རེད་ཟླ་བས་ན་ཤིང་སྡོང་དེ་ཚོ་རེད།

ཆུ་ལོག་ཡོང་གི་འདུག་ཆུ་ལོག་ཡོང་གི་འདུག་ཟེར་ལ་དེ་ཤུགས་ཆེན་པོ་དེ་ག་རེ་ཟེར་ལབ་ན་ནམ་རྒྱུན་གཙང་པོ་དེ་འགྲོ་དུ་ཡོད་རེད་དེ་གང་ལ་ཨ་ནི་ཆར་བ་དེ་ཤུགས་ཆེན་པོ་བརྒྱབ། ཆར་བ་དེ་ཨ་ཉི་མ་གསུམ་བཞི་ལྔ་ཐུག་དུས་བརྒྱབ་ཨ་ནི་དེ་གང་ལ་ཨ་ནི་ས་ཆ་ག་ཤེད་ཞིག་ལ་ལ་ཨ་ནི cloud burst སྤྲིན་པ་འགས་པའི་གནས་ཚུལ་ཅིག་བྱུང་བའི་སྐབས་ལ་ཨ་ནི་ཆུ་གི་ཕྱུགས་འདི་ཡིན་ནའམ་ཆུ་འདི་ནམ་རྒྱུན་ལས་ཆུ་འདི་འདབ་གསུམ་བཞིན་གྱི་མང་རུ་མང་འགྲོ་ཨ་འདི་གི་འགྲོ་ས་ཀྱི་ལང་ཀ་འདི་ཚོ་ཡ་ཏག་ཏག་མེད་པའི་སྐབས་ལ་ཨ་འདི་ཚོ་ས་ཆ་ག་ཤེད་ནང་ལོག་ལ་ཨ་ནི་ཆུ་ལོག་ཡོང་བསྡད་དེ་པེ་ཤ་ཤ་ཉེ་ཆ་དང་འགྲོ་བི་བཞི་ཆ་ནང་ལོག་ལ་ཨ་ནི་ཆུ་ཡོང་སྟངས་དེ་ཡོང་དགོས་རྒྱུ་མཚན་ག་རེ་ལ་ན་གང་ལ་ཨ་ནི་རང་ཚོ་འགྲོ་བི་ལ་ག་རེ་ནང་ལ་ཡིན་ཆ་ལ་ཧད་བྱོས་རེད།

ཁ་ལོག་རེད། ཅེས་ཁོར་ཡུག་ལ་གཏོར་བཤིག་བཏང་བ་དང་ཁང་པ་རྫིག་པོ་དང་འགལ་བ་དང་དེ་འདྲའི་གནས་སྟངས་དེ་འདྲ་བྱུང་བ་ཡིན་ན་དེ་འདྲའི་གནས་ཚུལ་ཚབས་ཆེན་པོ་མ་ཡོང་བ་ཁེལ་ཡོད་མ་རེད། འདི་གལ་ཆེ་ཤོས་འདི་གྲོང་ཁྱེར་དེ་གི་འཆར་གཞི་ལས་ཁུངས་ཀྱིས་ཁང་པ་བརྒྱབ་པ་ཡིན་ན་ཁང་པ་ཐོག་རྩ་དེ་འདྲའི་བརྒྱབ་ཆོག་གི་རེད་ཐོག་རྩ་འདི་བརྒྱབ་ཆོག་གི་མ་རེད་ལ། ཤིང་སྡོང་གཏུབ་ཆོག་གི་མ་རེད་ཤིང་སྡོང་གཏུབ་པ་ཡིན་ན་འདི་ཁྱོད་རང་ལ་ཉེས་པ་དེ་འདྲ་ཡོད་ལ་དེ་འདྲའི་གི་སྒྲིག་གཞི་ཤུགས་ཆེན་པོ་བཟོ་དགོས་རེད་སྒྲིག་གཞི་བཟོས་པ་ཙམ་འགྲིག་བ་མ་རེད། སྒྲིག་ཆས་ཀྱི་ལག་བསྟར་བྱེད་མཁན་དེ་ཚོས་བའི་ལག་བསྟར་ད་ལྟ་ད་ཆད་ཐུབ་པ་ཡིན་ན་ངས་བསམ་པ་ཏན་ཏན་ང་ཚོ་ཁོར་ཡུག་ཟེར་མཁན་དེ་ཁོར་ཡུག་དེ་སྲུང་སྐྱོབ་བྱེད་ཐུབ་ཡ། ཁོར་ཡུག་དེ་སྲུང་སྐྱོབ་མ་བྱས་པ་ཡིན་ན་རང་བཞིན་གྱིས་ཨཱ་ཁོར་ཡུག་གི་ང་ཚོ་ང་ཚོ་ལ་ཁོར་ཡུག་གི་ཅིག་དཀྲིས་དགོས་རེད་ཁོར་ང་ཚོ་ཡི་ཁོར་ཡུག་ལ་དཀྲི་དགོས་ཡ་གི་གལ་ཆེན་པོ་ཞུ་ཅེས་པ་དེ་འདྲ་གསུངས་ཚར་དེའི་རིགས་དེ་ཚོ་ང་ཚོ་སེམས་པ་ན་ལ་བཞག་དགོས་ཡ་དེ་ཤིན་ཏུ་གལ་ཆེན་པོ་རེད་དེ་རིང་གི་བརྙན་ཐུང་འདིས་རྣམ་པ་ཚོ་ལ་མཁྱེན་རྟོགས་ཀྱི་ཆེད་དུ་ངས་འདིར་བཟོས་ཤག་བྱས་ཡིན་ཐུགས་ཆེ།